ག་བ་ལ་ཕེབས་པ་ཡིན་ནའི་དངོས་གནས་མི་མང་ཚོད་ཀྱི་དགའ་བོ། མི་མང་གི་ཡིད་ཆེ་བྱེད་ས་ཀྱི་ཆོས་ཀྱི་སྤྱི་དོན་ཉིད་ལྟ་སྐོ་དགོས་ལ་ཕེ་སྐོར་བ་ཨང་འདི་གི་དགའ་སྣང་དེ་མི་མང་གི་གདོང་པ་ལ་མཐོང་གི་འདུག་ཟེར་བ་ཨ་ནི་གོམ་པ་ཁ་ནང་ལོག་ལ་དཀོན་མཆོག་མཁན་གྲ་བ་ཧ་ལེ་བས་ཀྱི་མང་པོ་གོམ་པའི་ནང་ལོག་ལ་མ་ཤོང་ནི་ཕྱི་ལོག་ལ་གྲ་བ་མང་པོ་ཞུ་ཞུ་བཞག་ཟེར་བ་ཨ་ནི་ཚང་མ་ལོག་ལ་རྗེས་སུ་ཡི་རང་ཡོད་ཤོས་ཡིན་ཨམ། ང་ཚོའི་གི་མི་སྣ་ཁྲ་ག་ཁྲ་ག་རྣམ་པ་ག་བ་ལ་ཐད་ནས་ང་ཚོའི་མི་མང་གི་སུ་སུའི་གི་རྒྱབ་སྐྱོར་གི་རྣམ་པ་ཐོག་ནས་ཨ་ནི་བཀའ་མོལ་དེ་ཚོ་གསུང་ག་ཐད་ཡ་དང་ཨ་ནི་སུ་བྱས་ག་ཞུ་ག་ར་ཐད་ཡ་དེ་ཚོ་གལ་ཆེན་པོ་ཐོག་གུ་འདུག་ཨང་ང་ཐོག་གི་ན་རྡོ་རྗེ་གདན་དེ་བ་ལ་ཕེབས་ཡོད་ན་ད་ང་དངོས་ནས་བྱས་ག་སྤྲོད་ས་རེད་ཡིན་ན་ཡང་ཁོ་རྣམ་པ་དེ་ལ་ཕེབས་ཡོད་མ་རུང་བ། ཨ་ནི་ལྷོ་ཕྱོགས་ལ་ཕེབས་འདུག་ཨ་འདིའི་གི་ཐོག་ནས་ང་རང་ཚོའི་གི་ཆོས་རྒྱུད་སྤྱི་མཐུན་རྣམ་པ་གཉིས་ལ་སྙིང་ཐག་པ་ནས་ཐུགས་རྗེ་གནང། སེམས་པ་དཔེ་དགའ་བོ་བྱུང་སོང་ཨ་ནི་དྲ་རྒྱ་ནང་ལ་ཁྱེད་རྣམ་པ་གི་བཀའ་མོལ་གནང་སྐྱོང་དང་ནི་སྐུ་པར་ཧ་ལེ་བའི་གི་ཡིན་མདོག་ཁ་བོ་དེ་འདྲས་མང་པོ་ཅིག་ཁ་ཚུ་བཏང་རེ་བྱེད་གི་འདུག་ཞུ་ཡ་ཡིན་པ་ཨ་འདི་གི་ཐོག་ནས་ང་རང་ཡི་ཁྱེད་རྣམ་པ་མཇལ་ཁ་ཞུ་ཡ་རང་ནི་ང་དཔེ་དགའ་བོ་བྱུང་སོང་ཨ་ནི་བཀའ་དྲིན་ཆེ་ཞུ་ཡ་ཡིན། དེ་འདྲས།

བོད་གཞུང་གཏོར་བཤིག་བཏང་ཉེས་ཀྱི་དར་ནག་རུ་ཁག་འདི་ཚོ་ཁོ་རང་ཚོ་ཚོགས་འདུ་གྲོལ་ཅིག་བྱེད་ཡ་བྱེད་ད་རིང་ཆུ་ཚོད་བཅུ་གཉིས་ནས་དང་པོ་བར་ལ་ཚོགས་འདུ་འཚོགས་ཀྱི་ཡིན་ཟེར་ལགས་སོ་ཨ་ཨ་ནི་འདི་གི་རྒྱུ་མཚན་འདི་རྣམ་པ་ཚོད་ཀྱི་ད་ལྟ་ཨ་ཨ་ད་སྐབས་འདི་ནས་མཁྱེན་གྱི་རེད་ངས་ངེད་ཀྱི་ད་ལྟ play བྱེད་ཀྱི་ཡིན་ཞུ་ཡ་ཡིན་རོ། ད་བེར་ཀོབ་ས་གནས་གཞི་རིམ་མི་མང་གི་རེ་འབོད་ཚོགས་པའི་གི་ནི་སློབ་སྟོན་པ་གཉིས་དང་ནི་ཚོགས་འདུ་ཚོགས་ཞུན་རྒྱུན་ལས་གཙོས་པའི་ཚོགས་མི་དྲ་གྲོགས་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཡོད་དོ། ཡང་འདི་ཚོགས་གཙོ་ནི་ཡང་འདི་བསུ་གྲྭ་བཙོང་ས་ལ་ཡོད་རེད་ན། ག་ཚིག་ང་ཚོ་ཚོགས་གཞོན་དང་དེ་ནི་རྒྱུན་ལས་རྣམ་པ་ཚོ་བའི་ཚོགས་འདུ་གཙོ་བྱས་ནས་བོད་གོ་ལ་དར་ལ་ཚོགས་འདུ་གཙོ་འདི་ཡང་འདི་སྤྱི་འཐུས་རྣམ་པ་གཉིས་ཕེབས་འོག་ལ་འདིའི་སྐབས་ལ་ཡང་ན་ང་ཚོ་ལས་འགུལ་ག་རེ་སྤེལ་དགོས་མིན་ད་སྤྱི་འཐུས་འདི་གི་ཐོག་ལ་ཡང་ག་ཚོད་ད་ཚོགས་འདུ་གཙོ་བྱས་ནས་བོད་སྙན་ཞུ་ཅིག་བཟོས་ཡོད་རེད་སྙན་ཞུ་ཚང་མ་བཟོས་ཚར་རེད། དེ་ནས་ད་མི་མང་ཚོ་ད་ག་རེ་གནང་དགོས་མེད་དེ་སང་ཉིན་ཉིན་གུང་ཆུ་ཚོད་བཅུ་གཉིས་ལ་ཚོགས་འདུ་ཚོགས་ཡིན་མི་མང་གང་མང་མང་ཕེབས་རོགས་ཅེས་ཕེབས་དགོས་པའི་གཞི་རིམ་མི་མང་གི་དེ་གཞི་རིམ་མི་མང་རེ་འབོད་ཚོགས་པ་ན་ཡོད་མཁན་ཚང་མ་ཕེབས་རོགས་གནང་ཆུ་ཚོད་བཅུ་གཉིས་ཐོག་ལ་ད་ང་ཚོའི་ཚོགས་གཞོན་ལགས་གསུང་གི་འདུག་ཚོགས་གཙོ་ཡོད་མ་ར་ཚོགས་གཞོན་ལགས་ཀྱི་མ་བརྡ་ལན་གཅིག་མ་སྤྲད་རོགས་ཞིག་འདུག་འདི་ན་ཚོགས་པ་ནང་ལ་ཨ་མི་མ་གང་མང་བ་ཆོས་བཅུ་གཉིས་ཏག་ཏག་ལ་ཕ་གས། གཞིས་ཆགས་གསར་པའི་ཧོར་ལོས་ར་གཞིས་གསར་པའི་ཧོར་ལ་ཕེབས་རོགས་ཀྱིས་ཚོགས་ཁང་ལ་གཞིས་ཆགས་གསར་པའི་ཚོགས་ཁང་ལ་ནི་མི་མ་ཚང་མ་གང་མང་མ་ཕེབས་རོགས་ནང་གསུང་གི་འདུག། ཚོགས་འདུ་བརྒྱུད་རིང་པོ་ཡོད་མ་རེད་ནམ་ས་ཆོས་བཅུ་གཉིས་ལ་ཚོགས་ནས་ཆོས་བཅུ་དང་པོ་བར་དུ་གྲོས་གྲུག་རེད་དེ་ནི་གནས་ལ་ད་མི་མང་གི་གར་གར་གནང་བའི་བསམ་འཆར་གར་གར་ཡོད་མེད་ཕུལ་ཡ་ཡོད་མེད་དང་ནི་ག་འདྲས་ག་འདྲས་ཅི་གནང་དགོས་མེད་དེའི་ཐོག་ལ་ནི་དྲི་བ་དྲི་ལན་དང་ནི་དེ་བ་ལ་ཡ་ནི་གྲ་སྒྲིག་བྱེད་ཡ་གི་ཆེད་དུ་རེད་ཤག་ནི་ཚང་མ་གང་མང་མ་ཕེ་རོག་ན། བལ་གོ་བི་ལགས། ལེ་ཡིན་ས་རེད། འོ་དེ་ཨ་ནི་ད། འོ་གཞི་རིམ་མི་མང་གི་རྒྱུན་ལས་ཚོགས་ཆུང་ནང་ལོགས་ལ་ཚང་མ་ལོགས་ལ་དགོང་མོ་དེ་ལས། ཨ་ནི་ང་ཚོ་དེ། ད་བལ་གོ་བི་ལ། གོ་ཕན་བདེ་དང་ཨ་འབྲུ་ཚེ་བདེ་ཁོ་གཉིས། ད་སེ་ར་ལ། འཇང་དཀོན་མཆོག། ཚོ་དད་དུས་ཙམ་པ་ད་གྲྭ་བ་མང་པོ་བྱེད་གདན་ས་གསུམ་ད་ཨ་ནི། གྲྭ་བ་མང་པོ་བྱེད་འཛོམས་བྱེད་ཨ་ནི། དགོན་པ་ཁག་བཅོ་བརྒྱད་ནས་སྐུ་ཞོ་མང་པོ་བྱེད་སླེ་ཡོད་ཟེར་བ། ཨ་ནི། ད་མང་ཤོས་ད་གདན་སེ་ར་ད་འབྲས་སྤུངས་སེ་ར་བྱེད་ཨ་ནི་འབྲས་སྤུངས་དགའ་ལྡན། དེར་བ་ཨ་ནི། སེ་ར་བྱེད་ལ་ཉིས་སྟོང་མནྜལ་བྱས་ཨ་ནི་སེ་ར་སྨད་ལ་གཅིག་སྟོང་བྱས་ཨ་ནི། མུན་སྐོར་ནས་ཉིས་སྟོང་ལྔ་བརྒྱ། བྱས་ཨ་ནི། ཁྱོན་བསྡོམས་ནས་ཨ་ནི། སྐུ་ཤོག་བཞི་སྟོང་ལྔ་བརྒྱ། ཐ་འཛོམས་ཡོད་ས་ར་བ་ཨ་ནི་འཇང་ཡེ་དགོན་ཆོས་ལ་ཆོས་ར་ལ་ད། ཁོ་ཚོའི་གི། སྤྱི་མཐུན་གཉིས་ཀྱི་ཆབ་སྲིད་ནག་པོ་འཁྲབ་གོ། འཁྲབ་ཡག་གི་གུས་སྐབས། སེམས་ཆེ་ར་ཨ་ནི་ཆོས་ར་ལ་བཀའ་སློབ་གནང་ཡ་དེ་འདྲས་ཀྱི་ཨ་ནི་བེད་སྤྱོད་བཏང་ཆེ་སྐུ་ཞོ་མང་པོ་འཛོམས་སྡོད་འཛོམས་པ་ཚོགས་ཁང་ལ་མི་སྐུ་ཞོ་ཚང་མ་དག་དག་ར་ཨ་ནི་སྡོད་སྡོད་འཛོམས་པ་དྲི་བ་བཏོན་ཡ་གི་གུས་སྐབས་དེ་འདྲས་ནི་ཡོད་མ་ར་ཨ་ནི་ག་རེ་ཟེར་ན་ད་མི་མང་ད་རི་སང་གི་ཆོས་ལུགས་ཀྱི་སྤྱི་སྡོད་དེ་ཚོ་གོ་མི་འདུག་ལ་ཚོ་དང་ལ་སྡོད་འཛོམས་པ་ད་ཁོང་ཚོ་ལ། གྲྭ་བ་གི་རྒྱབ་སྐྱོར་རང་ཡལ་ཆེད་དུ་ལ་ནི་དེ་བེ་ལི་ཀུ་བི་ལ་ལི་ཡིན་ས་རེད། འོ་དེ་ཨ་ནི་ད། སེ་ར་ལགས་སྤྱི་འཐུས་གཉིས་ཀྱིས་སྐད་ཆ་བཤད་འདུག་ཨ་ནི་སྐད་ཆ་བཤད་ཚར་ནས་རྗེས་ལ་ཨ་ནི་མཁན་པོ་གིས་བཀའ་མོལ་གནང་དུས་རྩོམ་པ་མཁན་པོ་གིས་ད་རྒྱ་བོ་རིན་པོ་ཆེན་བཀའ་དྲིན་ཆེན་པོ་ཡིན་པ་དང་ཨ་ནི་གྲོས་ཚོགས་ནང་ལ་རྒྱ་བོ་རིན་པོ་ཆེན་ལ་མཚན་སྨད་ཞུ་ཉེས་དོན་ཚུལ་ཨ་ནི་ད་ང་ཚོ་དེ་རྒྱལ་ལུགས་ཀྱི་སྤྱི་འཐུས་གཉིས་ཀྱིས་གདོང་ལེན་བྱེད་དགོས་རེད་གསུངས་འདུག་ཨ་ནི་འདི་འདྲས་གསུངས་དུས་རྩོམ་པ་ཨ་ནི་གོ་བོ་ཕན་བདེ་གིས།

སྤྲེའུ་ཁམས་པ། དུ་སྡོད་ཀྱི་གྲྭ་བ་མང་པོ་ཅིག་ཡར་ལངས་ནས་ཐོན་འགྲོ་ཡིན་ཟེར་བ། ཨ་ནི་མཁན་པོ་གྱི་ད། གྲྭ་བ་རྒན་པ་དེ་འདྲས། མང་པོ་ཅིག་ཐོན། ཐོན་ཡིན་ཟེར་རེད་ཨ་ནི་ད་ངོ་ཤེས་སོ། ད་འགྲིག་གི་རེད་ལ་ནི་མཁན་པོ་གྱི་གསུངས་བཞག།

ཆབ་སྲིད་དང་བསྟན་པ་སློབ་གཉེར་གྱི་ལས་ཀ་དང་འབྲེལ་ཕྱིན་འདི་གི་ཐོག་ད་འོང་འདི་རེས་ཡིན་ན་ཡང་ཁོ་རང་ཚོས་ཀྱི་ད་གསང་བ་ཞིའུ་ཅིན་བསམ་ནི་ཁོ་རང་ཚོའི་ནང་རྒྱུད་ལ་དེ་འདྲའི་ཕར་ཚུར་འུབ་རུབ་གནང་ལུགས་ལ་སྟངས་དེ་ག་ཆེ་བ་རེད་ཡིན་ན་ཡང་གསང་བ་འདི་པོ་ལོས་རེས་ཁོ་ཚོ་ག་བར་འགྲོ་ནི་ཁུབ་སྡོད་དེ་གི་འདུག་བ་འོ་འདི་རེས་ཆེ་ཚང་ཚང་མས་ཀྱི་ཁེ་འགོག་རེད་ཐ་ན་དེ་ཚོས་ཀྱི་ཡང་ནས་རྒྱུད་ག་རེ་བྱེད་པའི་ཡིན་ན་སླད་བྱོས་ར་ཡིན་པ་ཡིན་ན་ཡང་ཆོས་རྒྱུད་ཡི་སྤྱི་འཐུས་རྣམ་པ་ཁྱེད་རང་ཚོས་ཀྱི་དྲི་བ་ག་རེ་མོ་ག་རེ།

གི་སྐད་ཆ་གར་མོ་གར་བཤད་པས་ནས་ང་ཚོའི་གི་ཆོས་རྒྱུད་སྤྱི་འཐུས་རྣམ་པ་དང་ཨ་ནི་སྤྱི་འཐུས་བོད་རྒྱལ་ཁབ་ལ་དངོས་གནས་གི་ཤ་ཞེན་ཡོད་ངེས་གི་ལས་ཀ་བྱེད་ངེས་དེ་ཚོ་ལ་དམའ་འབེབས་བཏང་ཡས་གི་ཐབས་ཤིག་བཏང་པ་ཡིན་ན་ཨ་ཁྱེད་ཚོ་རེ་མི་རེ་མི་བྱེད་ནས back fire དེ་ལ་ཨ་ནི་གྲ་རི་བྱེད་འདི་རོ་ནང་ཞོལ་ཡིན་པ་ཕན་ཚོད་གི་ཁ་ནས་སྐད་ཆ་མ་བི་ཧམ་པ་སྐྱག་རྫུན་དེ་འདྲེ་ཐང་མ་རེ་རེ་བཤད་དུས་ཙམ་པ་ལ་ཐང་མ་བཅུ་ཕ་རང་ཅག་ལས་གིར་དྭ། ཨ་འདི་ཚོ་མགོ་མི་བཏུ་ན་ཁ་བཙུམ་བཙུམ་ནི་ཁར་མགོ་དེ་བཙུམ་མི་རུང་ཨ་ཨ་འཇམ་པོ་བྱེད་ནི་ཁ་བཙུམ་བཙུམ་ནི་ཡིབ་འགྲོ་ཤ་ཤ་ཡག་ཤོས་རེད་ལ། དེ་འདྲ་བྱེད་མཁན་དེ་ཚོ་ཁོ་ཚོ་ལྷོད་ལྷོད་བྱེད་འདི་གོར་ཁ་ཅན་ལ་ང་ཚོ་ལས་རྒྱུ་མཚན་སྤྲད་ཀྱི་མི་འདུག་བ་ཁྱེད་ཚོའི་གི་ཐོག་ལ་ཅིག་དཔྱད་པ་བྱེད་ཡ་དང་དེ་ཚོའི་གི་རྒྱུ་མཚན་དེ་སྤྲད་ཀྱི་མི་འདུག་བ་བྱས་ཙང་རྒྱུ་མཚན་དེ་མ་སྤྲད་ཡ་དེ་ག་རེ་རེད། བོད་ཀྱི་བསྟན་པ་ཆབ་སྲིད་ལ་གནོད་ཀྱི་ལས་ཀ་བྱེད་ན་ཨ་ནི་ང་ཚོ་ལ་རྒྱུ་མཚན་སྤྲད་དགོས་རེད་ཞོད་ཡིན་པ། འོང་དེ་བྱེད་ནི་ཁ་བཙུམ་བཙུམ་ལ་བསྡད་ན་ཡག་པོ་ཡོད་རེད་སླ་ཨེ། ད་ད་ལྟ་བལ་ལོ་ཀོ་བི་ཀི་དར་ནག་གི་སྐྱེ་མེད་དེ་སྐོར་ལ་ངེད་ཀྱི་མི་མང་པོའི་རྩ་ནས་ཅིག་སྐད་ཆ་འདྲ་བོ་འདྲེ་གོ་སོང་ཨ་ནི་གནས་ཚུལ་གླེ་གི་འདུག་ཁོ་རང་གི་སྒྲུང་འདི་ཧ་ལེ་བས་ཡག་པོ་དེ་འདྲས་རེད་མི་འདུག་ས་ག་རེ་ཡིན་ནས་མེད་ནས་ད་རིང་གི་སྐད་ཆ་ངོ་སྤྲོད་དང་དགྲ་བོ་བྱས་ནས་བྱས་པ་ཡིན་ལ་རོ་ཨ་ད་ལྟ་དེའི་སྙེ་མ་དཔེ་མ་འཚལ་བ་ཡིན་ན་ཅིག་ལ་ཡ་ཅིག་ཡོད་རེད་ལ་སོ་ར་དེའི་གི་བུ་མོ་དེ་རེད་ཨ་ནི་གསོད་སྐྱོང་བྱིན་ཡ་ཚང་མ་ལོ་སྐོར་གི་དཔེ་ཤག་གི་གསོད་སྐྱོང་བྱེད་རྒྱོ་རེད་དེ་འདྲས་གི་སྐད་ཆ་འདུག་རོ་ཨ་གཟུགས་པོ་གང་ཚོགས་ལོ་བུ་ལོན་གི་རུས་དེ་ཡོད་རེད་དེ་འདྲས་གི་སྐད་ཆ་འདུག་རོ་ཨ་ད་དེའི་ད་ད་འདུག་ཕྱི་ནི་སྐད་ཆ་དེའི་ད་ག་རང་ཚོ་ནས་བཞག་བཞག་ཞོ་ར། ཨ་ནི་ངེད་ཀྱི་ལའེ་ཡེ་གི་རྒྱུ་མཚན་དངོས་གནས་དེ་ཁྱེད་རང་ཚོ་རྩ་མ་ཆག་མགྱོགས་དེ་ཚོ་དོ་ཨ། དུས་དུས་ལ་སྤང་བའི་གི་ཡ། རྩ་དེ་བར་ནས་ཡ་ལངས་དེ་ངེས་ཤི་དོ་ཨ། ཨོ། ཁྱང་ཚོ་ད་ཏིས་ཅིག་བྱམས་ན་ཡག་པོ་ཡོད་རེད་ཁྱེད་ཚོའི་གི་མི་ག་ལི་ཁ་ལི་ཉམས་རྒྱུ་ཉམས་ཀྱི་ཡོད་པ་དེ་ང་ཚོ་ཚང་མས་གི་མཐོང་མཐོང་བ་རེད་ད་ད་འདོད་ཞིའུ་ཅིག་ཡིན་དོ་དོ་ཕྱིན་དོན་གོ་ཨའི་རྒྱུ་མཚན་རྩ་བ་ཉིད་ནས་མིན་འདུག་ཤོད་ཨེ་རོ་ཨ། ཨོ་ཁེ། ལ་སོགས་ཨ་ནི། ས་བཅད་སྤུས་དག་པོ་ཅིག་ལ་ཡོད། ཆོས་ཀྱི་ས་ནི་སངས་རྒྱས། གར་ལ་གོ་རེ་ཅིག། བདག་རང་ལ་ཉི་མ། ཚིགས་སུའི་ནང་ལ་བཞུགས་ཡོད་རེད་ཕེབས་ཡོད་རེད་སྒོམ་སྐྱོན་ཡོད་རེད་བ། དེ་འདྲའི་གི་ས་བཅད་རྩ་ཆེན་པོ་ཅིག་ནས་ཨ་ནི། སྐད་ཆ་དེ་འདྲའི་དམའ་བཤད་དེ་འོང་དེ་ལ་གི་དོ་ཨ། ངེད་ཀྱི་རྐང་སྟེགས་ཀྱི་ས་བཅད་དེ་ནས། ཆབ་སྲིད་ཀྱི་ཐོག་ལ་སྐད་ཆ་བཤད་དེ་གར་ཅན་གལ་ཆེན་པོ་མཐོང་སྐོར་ཟིན་ན། ང་རང་ཚོ་གི་བོད་ཀྱི། འཐབ་རྩོད་འདི་བདེན་པའི་འཐབ་རྩོད་རེད་ལགས་འོ་རེད་ཡིན་དང་ཡིན་ཁས་ལེན་བྱེད་དགོས་ཀྱི་རེད་ཨ་འདི་ལ་དཔའ་བོས་ཀྱིས་རང་ཚོད་ཀྱི་ལས་རྒྱུ་དེ་བདེན་པའི་འཐབ་རྩོད་འདི་ལ་ཨ་ནི་དྲང་བདེན་རྒྱལ་ཁ་ཐོབ་ཡ་ཆེད་དུ་ཨ་ནི་སྐད་ཆ་འདི་བཤད་དགོས་དེ་གལ་ཆེན་པོ་རེད་བྱས་ཙང་ཆོས་ཕྱོགས་ཐོག་ནས་བྱེད་པ་ཡིན་ན་ག་དུས་ཡིན་ནའི་བདེན་པ་ལ་ཡ་དེ་ལ་རྒྱབ་སྐྱོར་བྱེད་དགོས་ཀྱི་རེད་ར་བྱས་ཙང་ང་ས་ཆ་དེ་ལ་གནས་དུས་ཙམ་པ་ལ་ད་འདོད་དམིགས་བསལ་གྱིས་བོད་ཡིག་གི་བདེན་པའི་འཐབ་རྩོད་དེ་ལ་ལས་ཀ་བྱེད་དགོས་ཡ་དང་ཅིག་གོ་བརྡ་སྤྲོད་དགོས་ཡ་དེ་གལ་ཆེ་མཐོང་གི་འདུག་ཆེ་ཚང་ངེད་ཀྱི་རྡོ་རྗེ་གདན་ལ་སླེབས་ནས་དེ་དམིགས་བསལ་གྱི་ཆོས་ཀྱི་ས་ཆ་ཡོང་རྒྱུ་ཙམ་པ་ལ་ཅིག་སླེབས་པ་དེ་ཚོ་ཏིས་ཅིག Brighton དུ་ཅིག་བྱེད་ཀྱི་འདུག་ཨོ་ཧོ་ད་དེ་ཚོའི་སྐད་ཆ་དྲང་པོ་དེ་ཚོ་མ་བཤད་ན་ཆོས་བྱེད་ནས་ཆོ་ཡོད་མ་རེད་སླད་ཅིག་རོ་ངོ་འདི་ཡིན། བྱས་ཙང།

རྒྱ་ལ་ག་ཡ་གི་ལས་ཀ་བྱེད་དགོས་རེད་ཨ་འདི་ལ་ང་རྩ་བ་ཉིད་ནས་ངོ་ལེན་མེད་ཟེར་ར་མི་དྲ་རྒྱལ་བོ་སུ་མ་གོ་སུ་ཁྱི་ལེ་ནེ་ལེ་དྲ་རྒྱ་ན་ལ་ཁ་པ་ལེ་ག་རེ་ཤེས་ནེ་ཤེས་ལེ་དབུ་མའི་ལམ་གི་ལས་གུ་ལ་ནི་ཅེས་སྐད་ཆ་འདྲ་མ་འདྲ་དེ་འདྲ་བཤད་དེ་ནས་དེ་དེའི་ནང་ལོགས་ལ་ཨ་ནི་གོ་བསྡུར་ཡོད་ཡ་བྱེད་དོ་ཨ་ནི་དྲ་བ་དེ་ཚོ་ཁྱེད་ཡོང་ནས་ཡོང་ར་བ།

བརྒྱ་ཆ་བརྒྱ་ནས་བརྒྱ་ཡོད་ཞུ་བ་ཡིན། ད་རིང་ངེད་ཀྱིས་ང་རང་སྐད་ཆ་བཤད་ས་དར་ན། དེ་ལ་མི་ཞིག་སྙམ་དུ་སྐད་ཆ་བཤད་ནི་ཨ་ནི་ག་རེ་གོ་སོ་ཟེར་ན་རུང་བ། ཆེ་བསྐྱོད་སྤྱི་འཐུས་རྣམ་པ་མེད་པ་ཡིན་ན། ཨ་ནི་ང་ཚོ་ཚར་བ་རེད་གསུང་གི་འདུག་ཁྱེད་རྣམ་པ་ཀྱི་བཀའ་དྲིན་གྱིས། ད་ལྟ་བོད་ཀྱི་འཐབ་རྩོད་ལ་ཡི་གེ་གཏམ་མེད་རོ་ནས་གཏམ་མེད་དེ། པར་གྲོགས་པོ་རེད་དེ་མེད་ན་ཨ་ནི་ལོ་ཁ་ཤས་ཤིག་རྙེད་ནས་ཨ་ནི་ང་ཚོ་བོད་ཡུལ་གྱི་རྩ་དོན་འདིར་མིག་ཚང་ཡས་མས་ཀྱོ་གོ་ཡས་མས་ཀྱོ་བཟོས་ཚར་སོང་གསུང་གི་འདུག་ཨ་ནི་ད་ག་རང་གི་ཐོག་ནས་རྣམ་པ་ཚོ་ལ་ང་ཚོས་ཀྱི་རྒྱབ་སྐྱོ་ཡོད་སྙིང་ཐག་པ་ནས་རྒྱབ་སྐྱོ་ཡོད་ཡིད་ཆེས་ཡོད་ཨ་ནི་ད་འདོད་ཆ་ལས་བཟང་པོ་དེ་དྲང་པོ་དེ་གནང་རོགས་གནང། ང་ཚོའི་གི་བདེན་པའི་འཐབ་རྩོད་འདི་ཨ་ནི་རྒྱལ་ཁ་མགྱོགས་པོ་ཐོབ་གི་རེད་བཞོན་ཡིན་ཨ་ནི་བོད་རྒྱ་ལོ་བོད་རང་བཙན་རྒྱ་ལོ Free Tibet།